བཀྲ་ཤིས་བདེ་ལེགས། འོ་དེ་ནས་དེ་རིང་ང་ཚོ་རྒྱལ་སའི་ལག་ལེན་གསོལ་འདེབས་མའི་སློབ་ཚན་གྱི་སློབ་ཐུན་གསུམ་པ། ཨ་ནེ་རྩ་བའི་ཚིགས་བཅད་གསུམ་པ། ཨ་ནེ་རྟ་མགྱོགས་རྙེད་དཀའ། འོ་ད་འདིའི་སྐོར་ལ་ཨ་ནེ་ང་ཚོ་འགྲེལ་བཤད་མདོར་བསྡུས་ཅིག་བརྒྱབ་ཡོད་དེ་ཆེ། ད་དང་པོ་དེ་རྩ་བའི་ཚིགས་བཅད་པ་ཡིན་ན། ཨ་ནི་འདི་འདྲ་རེད་བ་བསྟན་འགྱུར་གྲུ་ཆེན་རྙེད་དཀའ་ཐུབ་དུས་འདིར། རང་གཞན་འཁོར་བའི་མཚོ་ལས་བསྒྲལ་ཞེས་ཤར། ཉིན་དང་མཚན་དུ་དབྱེ་བ་མེད་པར་ནི། ཉན་སེམས་སྒོམ་པ་རྒྱལ་སྲས་ལག་ལེན་ཡིན། ད་དེ་རེད་བ། ཨ་ནི་ད་དེ་གར་ལ་བསྐོར་ལ་ན་ཨ་ནི་ང་ཚོ་ལྟ་བ་བརྒྱད་དང་འགྱུར་བ་བཅུ། ཚངས་པའི་ཨ་ནི་སྤྲུལ་བཟང་ཆེན་པོ་སྟེ། ག་རེ་གི་སྤྲུལ་བཟང་སྤྲུལ་བཟང་ལབ་གི་ཡོད་རེད་ལབ་ན་ཨ་ནི་ང་ཚོ། འཁོར་བ། འཁོར་བ་དེ་ཨ་ནི་སྡུག་དངོས་ཀྱི་རྒྱ་མཚོ། འཁོར་བ་དེ་སྡུག་དངོས་ཀྱི་རྒྱ་མཚོ་ཆེན་པོ་ཅིག་ཡིན་པ་ཡིན་ན། ཨ་ནི་ང་ཚོ་རྒྱ་མཚོ་དེ་ཕག་རྒལ་ཡ་ལ་ཨ་ནི་སྤྲུལ་བཟང་བེད་སྤྱོད་གཏང་དགོས་ཀྱི་ཡོད་རོ། ཨ་ནི་ད་ང་རང་ཚོ་ལྟ་བ་བརྒྱད་དང་འགྱུར་བ་བཅུ་ཚང་པའི་མི། ལུས་རྟེན་འདི་ནི་དེ་འདྲ་གི། འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་བརྒལ་ཡ་གི་གྲུ་གཟིངས་རེད། ཨ་འདི་འདྲ་བའི་གྲུ་གཟིངས་སྐད་ཆེན་པོ་འདི་ཧ་ཅང་ཐོབ་དཀའ་བ་འདི་ཐོབ་པའི་སྐབས་འདུག་ལ། རང་དང་གཞན་རང་གཞན་གཉིས་ཆ། འདི་འདྲ་བའི། འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་འདི་ལས་དགྲ་ཡི་ཆེད་དུ། སྒྲ་ཡག་གི་ཆེད་དུ། ཨ་ནི། ཨ། ཉིན་དང། མཚན། དུ། ག་རེ་ལ་བར་མཚན། དུ། རྟག་ཏུ་ལ་གོ་རེ་ད། ཉིན་ག་དང་མཚན་མོ་གསལ་འདྲ་བ་ཡང་གཅིག་དགོངས་དག་དང་ཕྱི་དྲོ་དེ་དེ་ནས་འདི་གར་གསལ་འདྲ་བ་དེ་འདྲ་མ་རེད་བ་ད། དུ། རྟག་ཏུ། དབྱེ་བ་མིན་པར་ལབ་དེ་གང་ལ། ཨ་ནི། ནམ་ཡང་མ་བྱས་པ་ཅི། དུས་ཚོད་འཕྲོ་བརླག་མེད་པ། དུ་ཚུལ་གཏམ་འཛིན་བྱས་ནས། ནས་གར་གྱི་སྐོར་ལབ་ན་ངན་སེམས་སྒོམ་ལབ་གི་ཡོད། ངས་ལབ་དེ་གང་ལ་ང་ཚོ་ཐུབ་པ། ཆོས་མཉན་པ། བླ་མ་གི་རྩ་ནས་ཡིན་ན་འདྲ་སོ་སོའི་དཔེ་ཀློག་བྱམས་ན་ཡིན་ན་འདྲ་གང་ལྟར་ཆོས་ལ་མཉན་པ། བསམ་ལབ་དེ་གང་མཉན་བཞག་ཡག་གི་ཆོས་དེ་ལ་བསམ་བློ་ཡང་ཡང་བཏང། དེའི་དོན་དག་ལ་བསམ་བློ་བཏང་བསམ་བློ་བཏང་པ་ཡིན་ན། ནས་སེམས་ནང་ལ་ཨོ་ད་དེ་ལབ་གི་ཡོད་རེད་བ་བསམ་བསམ་གི་སོ་སོ་ལ་གདིང་འདྲ་བོ་ཆུང་ཆུང་ཅིག་མཉན་ཡོང་གི་རེད་བ། དེ་འདི་ཉིད་བསལ་བའི་རྗེས་ལ་དེའི་དོན་བདག་དེ་བསྒོམ། བསྒོམས་ལ་ཡང་དེ་གར་ལ་བར་ཟེར་ན། ཡིན་གཅིག་མིན་གཅིག་མིག་བཙུམ་ནས་བསྡད་ནས། མ་བདེན་ཕྲན་འདྲ་བོ་ཞིག་སྒང་ལ་བསྡད་ནས། བསྒོམ་བྱ་དགའ་བ་དེ་འདྲ་མ་རེད་ཅེས་དང་བསྒོམ་ལབ་ན་དེ་འདྲ་རེད་དེ། འདི་སྐབས་ནས་བསྒོམས་ལ་ཡང་དེ་གོམས་པ་བྱས་པ། དཔེ་ཆ་བཞག་ན་བྱང་ཆུབ་ཀྱི་སེམས་འདྲ་བོ་ཅིག་ལབ་པ་ཡིན་ན། བྱང་ཆུབ་ཀྱི་སེམས་ལབ་ན་རྩ་བ་སྙིང་རྗེ་ཆེན་པོ་རེད་སྙིང་རྗེ་རེད་བ། ཡིན་ཙང་སྙིང་རྗེ་གི་གོ་དོན་འདྲ་བོ་ཅིག་ཐུགས། གཉིས། སྙིང་རྗེ་གི་གོ་དོན་ལ་བསམ་བློ་བཏང། ཨ་ནེ་ད་སྙིང་རྗེ་ལབ་ན་འདི་འདྲི་ཅིག་ཡིན་ས་རེད་བྱང་ཆུབ་བྱང་ཆུབ་ཀི་སེམས་ལབ་ན་འདི་འདྲི་ཅིག་ཡིན་ས་རེད་བསམ་བསམ་ཅིག་སེམས་ལ་སྐྱེས་སོང་ན། འགྲོ་ནས་ལག་ལེན་བསྟར་ན། འང་ད་གཞན་ལ་སྦྱིན་པ་བཏང་ན་འདྲ་བསམ་གཏན་བསྒོམ་ན་འདྲ། ཨ་ནེ་བརྩོན་འགྲུས་བརྩེ་ནས་གཞན་ལ་རོགས་པ་བྱས་ན་འདྲ། འོ་དེ་ཚོ་ཚང་མ་སྒོམ་རེད། སྒོམ། གོམས་པ་བྱས་པ། གོམས་པར་བྱེད་པ། གོམས་པར་བརྟེན་པ། སྐོམ་བཅུག་པ། སོ་སོ་ལ་གོམས་གཤིས་དེ་འཇགས་བཅུག་གི་དེ་ལ་སྒོམས་ཟེར་གི་ཡོད་རེད་སྙན་སེང་སྒོམ་པ། རྒྱལ་སྲས་ལག་ལེན། ད་རྒྱལ་སྲས་ལག་ལེན་ཟེར་ན་ད་ང་ཚོ་སྔོན་མ་ནས་འབྲི་ཤེས་རྒྱབ་ས་རེད་རྒྱལ་སྲས་ལབ་ན་བྱང་ཆུབ་སེམས་དཔའ་རྒྱལ་བ་ལབ་ན་སངས་རྒྱས་དེ་གི་སྲས་ལབ་ན་བྱང་ཆུབ་སེམས་དཔའ་ལག་ལེན་ལབ་ན་ཉམས་ལེན་བྱ་བ། བྱ་བ་དངོས་སུ་སྒྲུབ་པའོ། རྒྱལ་སྲས་རྣམས་ཀྱི་ལག་ལེན་ནམ་ཡང་ན་རྒྱལ་སྲས་རྣམས་ཀྱི་ཉམས་ལེན་རེད། ང་ཚོ་ཡང་དེ་བྱེད་དགོས་རེད་ཟེར་གྱི་ཡོད་རེད། བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ།